དོན་ཚན་ཉེར་གཉིས་པ་དྲུག་ཅུ་རེ་གཉིས་པ་གི་ནང་ལོགས་ལ་ཨ་ནི་ཁྲིམས་ལུགས་དབང་འཛིན་ར་བ་དེ་བཅའ་ཁྲིམས་ཀྱི་ནང་ལོགས་གསལ་བོ་ཞུ་བྱས་ཡོད་རེད་ཁྲིམས་ཆད་པ་ཆེ་བ་དང་གཞན་གཉིས་བསྐོ་གཞག་བྱེད་དགོས་ཀྱི་ཡོད་རེད་ཟེར་ལབ་འདི་བཅའ་ཁྲིམས་ཀྱི་ནང་ལོགས་གསལ་བོ་ཞུ་བྱས་ཡོད་རེད་འདི་མ་གནང་ནས་མུས་མཐུད་ནས་ཨིན་དྲ་སྤྱི་ནས་འཛིན་སྐྱོང་གནང་ནས་ཕེབས་པ་ཡིན་ན་ད་ག་འདྲ་ཕྱག་ལས་གནང་ནས་ཕེབས་པ་ཡིན་ན་དེ་བཅའ་ཁྲིམས་འདི་རྩིས་མེད་རྡོག་རོལ་གཏང་གི་ཡོད་བ་དེ་གསལ་བོ་ཞུ་བྱས་རེད་ཁྲིམས་འགལ་རང་ཆགས་འདི་དགོས་རེད་ཟེར་ལབ་ནས་ང་དེ་རིང། སྡིངས་ཆ་འདི་གི་ཐོག་ནས་གསལ་བོ་ཞུ་ཡ་ཡིན། འདི་མུས་མཐུད་ནས་འདི་འདྲའི་གནས་སྟབས་འགྱུར་ནི་ཡོད་མ་རེད། གཟའ་གྲགས་ཀྱི་ཐོག་ནས་ད་རེ་ང་ཚོ་དངོས་གནས་དྲ་གནས་མི་མང་མང་པོ་ཞོལ་གྱི་ས་གནས་ཁག་ཉི་ཤུ་རྩེ་ལྔ་རྩེ་ནས་ད་དགུང་ལོ་ཅུང་ཤོས་ཀྱི་ནང་ལོགས་ལ་དགུང་ལོ་ཉི་ཤུ་རྩ་གཉིས་ཆགས་ཀྱི་འདུག་དགུང་ལོ་བགྲེས་ཤོས་དེ་དགུང་ལོ་དགུ་བཅུ་གོ་གཅིག་ཆགས་བསྡད་ཀྱི་འདུག་ཨ་ཕས་ངན་གྱི་རྣམ་པ་ཚོ་གི་ནང་ལོགས་ནས་དགུང་ལོ་བགྲེས་པ་དེ་ཚོ་དངོས་གནས་དྲང་གནས་ཀྱི་ད་ལྟ་བར་དུ་ལོ་ངོ་དྲུག་ཅུ་རེ་ལྔ་རྩེ་གྱི་ནང་ལོགས་སྐྱབས་མགོན་རིན་པོ་ཆེ་ཀྱི་སྐུ་ངལ་འཛེམ་མེད་སྐྱོན་ཆེའི་སྒྲིག་འཛུགས་བཙུགས་བཞག་རྒྱུ་དེ་གཏོར་ན་འགྲིག་གི་མི་འདུག་ཆེས་ཆེ་ད་གསན་པས་མ་བཟོད་བྱས་རོགས་ཨ་གནས་སྟངས་འདི་འུ་ཚོད་པའི་ཐོག་ནས་རྒན་གྲས་པ་རྣམ་པ་ཚོ་ཕེ་སྐྱོ་རེད་མ་གཏོགས་ཅིག་འདི་གཞན་གྱི་མགོ་སྐོར་བཏང་བ་དང་ཅིག་བསླུ་བྲིད་ཀྱི་བར་ནས་ཕེ་ཤ་བ་ཅིག་རྩ་བ་ཉིད་ཆགས་ཀྱི་ཡོད་མ་རེད། གྲོས་ཚོགས་ཡ་མེད་ན་སྤྱི་འཐུས་རྣམ་པ་ལ་ཚོགས་གཙོ་ཚོགས་གཞོན་ལ་ཕུལ་ཡོད་ན། ད་ང་ཚོ་མང་གཙོའི་འགྲོ་ལུགས་གཞིར་བཟུང་བྱས་འོང་དུས་ད་ནི། ཐོག་མ་དེ་ཚོགས་འདུ་དེ་ཚོགས། ཨ་ནི་ཚོགས་འདུ་དེའི་ཚོགས་ལ་ཡང་མང་ཚོགས་ཀྱི་བསམ་ཚུལ་འདྲ་པོ་ག་རེ་ཡོད་པ་དེ་ཕྱོགས་བསྡོམས་ཤིག་བརྒྱབ། ཨ་དེའི་ནང་ནས་ཨ་ནི་གཅིག། ད་ལྟ་འཕྲལ་དུ་ང་ཚོ་གིས་ཁ་བརྡ་དགོས་གཏུགས་ཀྱི་ལག་ལེན་བསྟར་དགོས་ཡས་དེ་རྩལ་དུ་བཏོན་བྱས་ནས་དེ་ཞུ་ཡས་ཀྱི་དམིགས་ཡུལ་གཅིག་ཡིན། དཔེར་ན་གྲོས་ཆོད་ཀྱི་ནང་ལ་ཡང་ཐག་གཅོད་འདྲ་པོ་གཅིག་དོན་ཚན་དང་པོ་དེ་སྤྱི་འཐུས་བཞི་བཅུ་ཞེ་ལྔ་དགོངས་པ་ཞུ་དགོས་ཀྱི་ཡོད་དེ་ག་རེ་ཟེར་ན་བཅའ་ཁྲིམས་ཞིབ་པ་ཆེ་བ་དང་གཞན་བསྐོ་བཞག་བྱེད་ཡས་ཀྱི་བཅའ་ཁྲིམས་བསྐྱར་བཅོས་གནང་ཡས་དེ་མ་གནང་བས་ན་ང་ཚོ་ལ་ཁྲིམས་འཛིན་ཁང་དགོས་ཀྱི་མེད་ན་ཁྲིམས་བཟོ་ལྷན་ཚོགས་དགོས་ཡ་མི་འདུག་ཟེར་ནས་དེའི་ཐོག་ལ་དགོངས་པ་ཞུ་ཟེར་གྱི་ཡོད། བོང་གུའི་བཀོད་པ་གཡག་ལ་འགྲོ་གི་མེད་པ་དེ་གསལ་པོ་རེད་བ། ང་ཚོ་ཟས་བཅད་ངོ་རྒོལ་བསྡད་ཀྱི་ཡིན་དེ་རེད། ཐག་གཅོད་པའི་ཟས་བཅད་ངོ་རྒོལ་གྱི་བསྡད་ཀྱི་ཡིན་དེ་ཞུ་གི་ཡོད། དེ་ནས་ཁོང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡར་ལྟ། གཅིག་བཅའ་ཁྲིམས་དོན་ཚན་དང་པོའི་ནང་གསལ་གྱི་ནང་དུ་སྐུ་དབང་ཕུལ་བ་ནང་དེའི་ཐོག་ནས་ཡ། ཞུ་འབོད་ག་ཚད་གནང་ཡོད་ན། གལ་སྲིད་གནང་ཡོད་ན་སྤྱི་འཐུས་ག་ཚད་ལ་གནང་ཡོད་རེད། སྤྱི་འཐུས་མི་རེ་ངོ་རེ་ལ་ཞུ་ཡས་དེ་མང་དྲག་མེད་ན་ཉུང་དྲག་མེད་བསམ་གྱི་འདུག། ད་ལྟའི་ང་གྲངས་ཚོས་བཙན་བྱོལ་སྤྱི་ཚོགས་ཀྱི་གནས་སྟངས་འདིའི་ཐོག་བརྒྱུད་རྗེས། བོད་ནང་གི་བོད་མི་ཚོས་ཀྱི་གནས་སྟངས་ལ་རྣམ་པ་ཚོས་དགོངས་པ་བཞེས་ཡ་ག་འདྲ་བྱུང་ཡོད་ན། བོད་རྒྱ་ཆེའི་མང་ཚོགས་ཀྱིས་ང་ཚོ་ལ་རེ་བ་བྱས་ནས་བལྟ་ས་དེ་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རེད། དེའི་གིས་བཙུགས་གནང་བའི་གི་བོད་མིའི་སྒྲིག་འཛུགས་འདི་རེད། འདིའི་གིས་དམངས་གཙོའི་ཀ་བ་གསུམ་དེ་འཐོར་བཤིག་ལ་བཏང་འདོད་ཙ་ནི། ད་དེའི་ཐོག་ལ་ཡ་ང་ཚོས་རྒྱབ་སྐྱོར་གྱི་ཐོག་ལ་ལས་འགུལ་སྤེལ་བ་དེ་ཁོང་རྣམ་པས་ང་ཚོ་ལ་རྒྱབ་སྐྱོར་ཡོད་བསམ་པའི་ཡིད་ཆེས་གཙང་མ་ཡོད་མ་གཏོགས་ཚར་རྗེས་ང་ཚོ་འདིའི་ཐོག་ལ་ཡ་མ་གུས་པའི་ཐོ་ཅོ་གི་ལས་ཀ་ཅིག་བྱེད་ཀྱི་ཡོད་བསམ་པ་ཅིག་བསམ་བློའི་ནང་ལ་མེད། ད་ལྟ་བར་དུ་ང་ཚོ་ལ་ཕྱི་ནང་གཉིས་ནས་ཡིག་ངག་གཉིས་ཐོག་ནས་གང་གནས་ཚུལ་བྱུང་བ་དེ་བརྒྱད་དེ་རྒྱབ་སྐྱོར་གྱི་རྣམ་པ་ཐོག་ནས་བྱུང་མ་གཏོགས་ད་ཁྱེད་རང་ཚོས་ལས་ཀ་དེ་བཞག་ན་ཡག་གི་རེད་དེ་གི་ད་ལ་ཨ་ནེ་མང་པོ་ཅིག་འགྲིག་གི་མ་རེད་ཅི་རྩ་དོན་ལ་ཕན་གི་མ་རེད་གསུང་མཁན་ཅིག་བྱུང་མ་སོང། ཚོར་བ་ཆེན་པོ་ཐོག་ནས་མི་མང་ཚང་མས་གི་རྒྱུག་པ་ཟེར་དགོས་ཡོད་ན་ཟེར་གི་ཡིན་སྲོག་བཏང་དགོས་ཡོད་ན་བཏང་གི་ཡིན་ས་ནས་འདུག་ཞུ་གི་འདུག་དེ་ཡང་བརྡ་ལན་ལོག་པ། གཞིས་བཞུགས་སྤུན་ཟླ་རྣམས་ལ་ད་ལན་ལོག་པར་འགྲོ་ཡ་དེ་རྩ་བ་གཉིས་ནི་མ་རེད་ཧ་ཆེའི་འུ་ཐུག་ནས་ད་ཐབས་ལམ་འདི་འདུས་གཅིག་རེད་ཟེར་ལ་ནི་དེ་འདྲི་གཅིག་ཨེ་ནི་ད་ཁ་སྣོན་ཞུ་ཡ་གཅིག་པོ་ཡིན། ང་རང་ཚང་མ་མདོ་དབུས་ཁང་སོང་གི་མི་རེད། ལས་འགུལ་སྤེལ་ཡ་དེ་ཚོ་གི་ཏང་སྲིད་བོད་མི་རྣམ་པ་གི་མཐུན་འགྲིག་གནས་གི་རེད་བསམ་གི་འདུག་ཡང་ན་ཕོན་གི་རེད་བསམ་གི་འདུག། ཆོལ་ཁ་བྱེ་བྲག་པ་གཅིག་ལ་ཕོག་དགོས་ཡ་དང་གནོད་དགོས་ཡའི་གནས་སྟངས་དེ་འདྲའི་རྩ་བ་གཉིས་མཐོང་གི་མེད་ཟེར་ལ་ནི་ཞུ་གི་ཡོད་ད་ལྟ་འདི་ང་ཚོའི་གི་ཆབ་སྲིད་གི་ཚོགས་པ་ཆེ་ཆེའི་འོས་བསྡུའི་སྐབས་གི་འགྲན་རྩོད་ནང་ཤིན་ཆེའི་ཕ་ཕྱོགས་ཚུར་ཕྱོགས་གི་རྒྱབ་སྐྱོར་དང་དེ་འདྲའི་རྩ་བ་གཉིས་ནི་སྐད་ཆ་ཁོ་རེ་ཡོད་མ་རེད་དེ་ཕྱིར་མི་དམངས་རང་བཞིན་ལྡན་པའི་གི་ད་ལྟ་སྒྲིག་འཛུགས་འདི་སྲ་བརྟན་ཞིག་དགོས་ཀྱི་འདུག་དེ་དམངས་གཙོ་ཚད་ལྡན་ལྡན་པ་ཞིག་དགོས་ཀྱི་འདུག་ཁྲིམས་ཀྱི་དབང་སྒྱུར་དགོས་ཀྱི་འདུག་ལན་ང་ཚོས་ཀྱི་ལས་འགུལ་སྤེལ་དགོས་ཨེ་དེ་འདི་རེད་དེ་འདྲ་ཡིན་དེ་དུས་གཅིག་ང་ཚོས་ཀྱི་གཅིག་སྒྲིལ་ལ་གནོད་དགོས་ཨེ་དེ་འདྲའི་རྩ་བ་གཉིས་མཐོང་གི་མེད་ལན་འདི་ཞུ་ཡས་ཡིན། མཐུན་སྒྲིལ་མེད་པ་མཐོང་མཁན་འདི་དང་མཐུན་སྒྲིལ་མི་འདུག་ལབ་ངེས་སུ་ཡོད་པ་ཡིན་ན་དེ་ག་རེ་གནང་གི་འདུག་ལབ་པ་ཡིན་ན། ནོར་ངན་གཅིག་དང་ནོར་འཁྲུལ་བྱེད་ངན་འདི་ལ་ཤུགས་ཕྱིས་ནས་རྒྱབ་སྐྱོར་གནང་གི་འདུག་ཨ་དེ་འདྲའི་ཕྱིས་ནས་མཐུན་སྒྲིལ་མེད་བ་དེ་ཆགས་བསྡད་ཤག་ནོར་འཁྲུལ་བྱེད་ངན་འདི་ལ་ངོ་ལེན་བྱེད་ཅིག་ནས་ཕ་གཙང་མ་བཟོས་པ་ཡིན་ན་ང་ཚོ་ནང་ལོག་ལ། དངོས་གནས་དྲང་གནས་ཀྱི་མཐུན་སྒྲིལ་མེད་བ་དེ་ག་བ་ནས་ཆགས་དགོས་རེད། ང་ཚོ་ཆུང་དུས་ནས་ད་ལྟ་བར་དུ་ད་ཆོ་ག་ཆོ་ལུགས་ཨེ་བ་མེད་པའི་གི་ཐོག་ནས་ཚང་མ་ལ་བཀྲ་ཤིས་བདེ་ལེགས་ལན་ག་བ་ཐུག་གི་ཡོད་ན་དེ་འདྲའི་ཅིག་གི་གནས་སྟངས་ཡོད་ར་ད་ད་ལྟའི་ཆར་ལ་སྒང་ནས་སྤྱི་འཐུས་གྲོས་ཚོགས་ཀྱི་ནང་ལོགས་ནས་དངོས་གནས་དྲང་གནས་ཀྱི་མཐུན་སྒྲིལ་གི་ཐོག་ནས་ཨ་ནི་ཕྱག་ལས་གནང་བ་ཡིན་ན་དེའི་ཉིན་མོ་ནས་ཨ་ནི་འོག་ནས་ད་རྙོག་དྲ་ཤེས་ངེས་ཡོད་པ་ཡིན་ན་ཨ་ནི་ཏན་ཏན་གྱི་ད་ང་ཚོས་གི་ད་ཡང་སྐད་ཆ་བཤད་ས་ཅིག་ལ་བཤད་ཆོག་གོ་རེ་མ་གཞི་ད་ལྟའི་ཆར་ལ་ཨ་ནི་མི་མང་ནང་ལོགས་ལ་མཐུན་སྒྲིལ་མེད་བ་རྩ་བ་ནི་མ་ཤ་ལྷག་པར་དུ་གཞི་རིམ་མི་མང་འདིའི་ནང་ལོགས་ལ་དུས་དབུ་ཁམས་གསུམ་གྱི་ཨ་ནི་འདུ་ཤེས་ནི་མཉམ་ཞུགས་གནང་ངེས་ཡོད་རེད།
ད་ལྟ་ང་ཚོས་བཤད་དེའི་དེ་མང་གཙོའི་ཀ་བ་གསུམ་གྱི་ནང་ལོགས་ནས། ཨ་ནི་ཁྲིམས་ཞིབ་ཁང་དེ་སླར་གསོ་བྱེད་རོགས་གྱིས་ཟེར་འདི་རེད། ཁྲིམས་ཞིབ་ཁང་དེ་ཆོལ་ཁ་བྱེ་བྲག་པ་གཅིག་གི་མ་རེད། ཆོས་ལུགས་བྱེ་བྲག་པ་གཅིག་གི་མ་རེད། ལུང་ཚན་བྱེ་བྲག་པ་གཅིག་གི་མ་རེད་ལྟ་བ་བྱེ་བྲག་པ་གཅིག་གི་མ་རེད། དེ་ང་ཚོ་བོད་མིའི་སྒྲིག་འཛུགས་ཟེར་མཁན་འདི་ལ་ཤ་ཞེན་ཡོད་མཁན་ཡིན་ན། ཚང་མ་ལ་གོ་ཡ་དེ་རེད། དེ་མཁྱེན་པ་གནང་དགོས་རེད། མེ་སྐད་ཞུ་བའི་རིང་ལ་ག་རེ་ག་རེ་གནང་གི་ཡོད་རེད་དེ་གཅིག་གསུངས་རོགས་གནང། སྐབས་དང་དུས་ལ་གྲོས་ཚོགས་ཀྱི་ལས་རིམ་དེ་ག་འདྲས་ཆགས་ཀྱི་འདུག་ད་ལྟ་ང་ཚོའི་མ་གནས་སྟངས་ལ་དཔར་བའི་གིས་ཨ་ནི་ལས་འགུལ་དེ་ཆགས་ཀྱི་རེད་ཟེར་ན་དེ་ཞུ་ཡས་ཡིན་ལ། བོད་མི་སྤྱི་ཚོགས་བཅུ་བཅུའི་དེ་རོགས་ལ་ཨ་ནི་བརྡབ་གསིག་གཏང་གི་འདུག་ཕན་ཡ་ལས་གནོད་པ་མང་ཡོང་གི་འདུག་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་བཅུ་བཅུའི་དེ། ཡར་དཀྲུགས་མར་དཀྲུགས་བྱེད་ཀྱི་འདུག། ང་ཚོའི་སྤྱི་ཚོགས་ནང་ལས་འགུལ་འདི་སྤེལ་མ་ཆོག་བ་དང་དེ་འདྲའི་རྩ་བ་ཉིད་ཆགས་ཀྱི་ཡོད་མ་རེད། དེ་འདྲ་ཡིན་དེ་དུས་ང་ཚོ་ད་ལྟ་འདི། མང་ཚོགས་ཀྱི་ནང་ལོགས་ནས་ཚོགས་འདུ་ཚོགས་ཆེད་ཐག་གཅོད་དེ་འདྲས་ཅིག་བྱུང་རེད་དེ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་མི་མང་གི་ཞུ་གཏུག། ཞུ་འབོད་བྱིས་བ་འདི་ལ་ཨ་གསན་འཇོག་ག་ཚོད་ཟེར་གནང་གི་འདུག་ཨ་ནི་འདི་མ་གནང་བ་ཡིན་ན་ད་ང་ཚོའི་སྒྲིག་འཛུགས་འདི་དེ་འདྲས་བཞག་བཞག་ན་རྩ་བ་ཉིད་ནས། ཏག་ཏག་བསྡད་ཀྱི་ཡོད་མ་རེད། ནི་སྣ་དགུ་དེ་རིང་ཚུ་བྱས་ནས་མ། ཏིང་ཟར་པོ་གང་ལ་བཏགས་པའི་དེ་གལ་ཆེན་པོ་རུ་བ། ས་རྒྱུ་བ་རུ་བ། དེ་ཡིན་དུས་གང་ལ་ཁྱེད་རང་ཚོ་ལྟ་དེ་འདྲའི་གང་ལ་སྣ་དགུ་ཅུང་ནི་ཧ་གོ་དགོས་ཡ་གཅིག་རུ་བ། ཡང་མིན་ན་ཁྱེད་རང་ཚོ་མགོ་ཚོམ་པོ་མི་འདུག་བས་གང་འདྲ་རུ་བས་ལ་ནི་ཧ་ལས་ཀྱི་འདུག།